ང་མཉམ་དུ་བསྟན་པ་ཅི་ཡོད་རེད་བྱས་ཙང་ངས་དེ་རིགས་ཁོང་གི་འོས་དེབ་རེ་སྟོན་ཐུབ་པ་བྱས་ན་ཞེ་དྲག་ཡག་པོ་ཡིན་གྱི་རེད་བྱས་ཙང་ཐུགས་ཆགས་ན་གཟིགས་རྒྱུ་ཡིན། དེ་རིང་ངས་ང་ཚོ་ལྷས་སའི་སྟོད་གཞས་རྒྱུན་འཛིན་རུ་དབར་གྱི་ཞབས་བྲོའི་ཡི་གེ་རྒྱའི་ཉི་མ་མཚམས་ལགས་ནས་ཨ་ནི་སྟོད་གཞས་ནང་མའི་འོས་དེབ་དེ་འདྲས་སྟོན་ནམ་བསྡད་ཡ་ལ་ཡ་ཨ་ནི་ངས། འདྲེ་དེ་ལས་བྱུང་བ་ཡིན་སྲིད། སྤྱིར་སང་ཉིན་མོའི་བསམ་བླ་ཁོང་ནི་ག་རེ་ཟེར་ན་ཆུང་དུས་འགའ་ནས་སྟོད་གཞས་ནང་མའི་གཞས་དེ་ཆགས་འགྲོ་དགའ་ཞེན་ཆེན་པོ་གཅིག་རེད། ག་རེ་ཟེར་ན་ཁོང་གི་པཱ་ལགས་དང་པོ་དེ་ང་ཚོ་ལྷས་ས་ཡ་སྐད་གྲགས་ཡོད་པའི་སྒྲ་ངན་བཟོས་ནང་ཉན་གྱི་གཤིན་སུ་ཆེན་མོ་གལ་ཆེན་ཞིག་ཡིན་པ་མ་ཟད། སྟོད་གཞས་ནང་མའི་གཞས་དེ་ཞབས་བྲོ་ལས་ཞིབ་པོ་གཅིག་དགའ་བ་རེད། ལྕགས་ཟངས་དེ་དུས་གཙང་སྐབས་དེ་དུས་གཙང་ང་ཚོ་ག་རེ་ཟེར་ན། ཁོང་པ་ལ་ཁོང་གཅིག་གིས་ག་རེ་རེད་ལྟོས་བཤད་གནང་མི་དགའ་ཞེན་ཆེན་པོ་ཡོད་པ་ལྟ་ཞེ། ཨ་ནེ་གཅིག་གིས་སྒྲ་ངན་ཟོས་གནང་ངན་སོང་ཙང་ང་ཚོ་གཅིག་གི་ནང་མའི་སྐྱིད་སྡུག་ཡིན་ནའི་རེད་དཔེར་ན་ང་རང་ཚོད་ནའི་ང་ཨེ་ཨ་ནེ་སྒྲ་ངན་བཏང་ངན་བྱས་ངན་སྒྲ་ངན་བཏང་ངན་བྱས་དེ་ཚེ་དུས་གཙང་ང་ཚོ་ཨ་ནེ་ཡང་སེ་ཡང་སེ་ཨ་ནི་རུ་རུ་བྱས་བདེ་གཤེགས་རྣམས་བསྟེན་གི་ཡག་རེད། དུས་དུས་སང་ང་ཚོའི་ནང་ལས་ཡ་ང་ཚོའི་དེ་གྲོགས་པོའི་སྐྱིད་སྡུག་དེ་ནང་དེ་ཡ་ག་སོར་ནང་མའི་ཞབས་རི་སྐྱབས་ངས་ཞག་ཞང་དཔལ་འབྱོར་རྒྱལ་པོ་ཟེར་ཡོད་ཆོག་རེད། དེ་ཡི་དུས་སང་ཨ་ནི་ང་ཚོའི་ཞག་རི་སྐྱབས། དུས་དུས་ང་ཚོ་ཞག་རུ་ག་དུས་རྒྱབ་ཡིན་ནའི་སྐབས་དུས་དུས་སང་ད་ལྟ་ཉིན་མོ་མཚམས་ལ། དུས་ཧ་ལམ་ལོ་ལྔ་དྲུག་ཙམ་གྱི་མི་བཞི་འཕེལ་གི་ཡོད་རྒྱུ་མ་རེད་བླ་བྲག་འགྲོ་རྒྱུ་རེད་བྱ།

བྱས་པ་ཡིན་ཙང་སྐབས་དེ་དུས་ས་མཚམས་ཙམ་ང་ཚོའི་ནང་ལ་ཡང་ནང་མའི་སྐྱེ་རྒས་དཔེར་ན་གྱེན་ས་རྒྱ་ལགས་སོགས་འདྲེ་ཕིག་རེད། གྱེན་ལགས་ཁོང་ཚོས་ཨོ་བོ་མོ་འདི་ཆོས་བརྒྱུད་ཡིན་ནས་ཞག་ར་ཡག་པོ་ཞེ་དྲག་གྱེར་འདུག་བ། དེ་ཡག་པོ་ཞེ་དྲག་རེད། ཨེ་བོ་མོ་ཞིག་བུ་མོ་རང་ཞག་རོ་ཡག་པོ་གྱེར་བྱས་ཇོ་མོ་ཆེན་པོ་ཆགས་སོང་ན་ང་ཚོའི་སྡོད་ཁང་ནང་བཅུག། ག་ར་སོང་དེ་དུས་ཙང་གྱེན་ས་རྒྱ་ལགས་ཁོ་རང་མི་རྙེད་མ་ནང་མའི

ག་རེ་ཟེར་ན་ཁོང་བླ་བྲེ་རྒྱལ་ཁའི་ནང་གི་ཕལ་ཆེར་དེ་གླུ་གཞས་ཀྱི་གཞན་ཡིན་འདྲ་ག་རེ། ཁོང་ཚོ་དྲུག་ཅིག་རྟ་གཅིག་གི་དུ་བར་དུས་ཅིང་ར་ལ་དེ་འདྲའི་གཅིག་གི་རྟ་དེ་འདྲའི་བླ་བྲག་གི་འགྲན་སྡུར་རེད་ཟེར་བ་གང་ངའི་རྩ་ལྷད་ཡག་དུས་དུས་ད་ཤ་ཞང་དུ་གྲོངས་ཚར་རེད། ཡང་ཟེར་ཡང་ཟེར་ཕལ་ཆེར་ཨ་ནི་དེ་རིགས་བླ་བྲེ་ཨ་ནི་གཅིག་གི།

ཡག་པོ་ཞིག་གི་འདུག་ཨ་ང་ཚོ་འདི་འདྲའི་ཚོགས་ཡོངས་ཀྱི་ཞབས་ཞུ་བྱ་ཡུལ་ལྕེབས་ཟེར་གྱི་གསར་བུ་ཡིན་དུས་ཙང་ཨ་སློབ་ཁག་སྟོང་ཨ་ཉིམ་ཙམ་ལ་ཁོ་རང་ལ་ཡར་བརྩིས་ཕུལ་ཆེད་སྤུག་ཏུ་ཚོད་ཅིག་ཅིག་གི་ཞབས་ཞུའི་མགོ་ནས་སྟངས་སྟབས་མགོ་ནས་ཅིག་སློབ་རྣམས་འདྲ་སེ་ཅེ་བོ་འདུག་སློབ་ཁྱོད་ག་ལྟར་ང་ཚོ་སྟོད་ཤར་རྒྱུན་འཛིན་རུ་བ་ན་ཕེབས་ནས་དངོས་གནས་འདི་འདྲའི་ཞུ་བ་མི་ལྟར་ང་ཚོ་རྒྱུན་འཛིན་པའི་ལོ་བ་ཡང་འཚམས་པ་ལེགས། ཨ་མདའ་གཅིག་གི་གནས་ཚུལ་ཟླ་གཅིག་གི་རྐྱེན་པས་ཨ་ནེ། རྒྱུན་འཛིན་པའི་ཞབས་རུ་ཟར་ལ་ཐུག་མ་ཐུག་བྱེད་དུས་ཙང་ཨ་ནེ། རྒན་ངེད་མ་མཚམས་ལགས་ད་ཝང་ཅི་ལ་གོ་ཉེས་ཀི། ཨ་ནེ་ལྟོས་ཤིག་རྒྱུན་འཛིན་རུ་བ་ནང་གི་ཞབས་བྲོའི་རྐྱེན་ཡིན་ན་འདུག་བྱས་པ་རེད། བྱས་པ་ཡིན་ཙང་ཉེ་ལམ་ལོ་ཤས་ནང་ལ་ཡང། ང་ཚོ་ཨ་ནེ་མངོན་མིན་རིག་གནས་ཤུལ་བཞག་སྲུང་སྐྱོབ་ལྟེ་གནས་དང་ལྗོངས་མང་ཚོགས་ཁང་གིས། ཨ་ནེ། དེ་འདྲའི་གསུང་གི་ཐོག་ཨ།

གནས་དེ་ནས་ཨ་ནེ་ང་ཚོ་ལུས་རྒྱས་ཀྱང་སེམས་གཞན་དུ་ཕྱིན་པའི་སྤྲོ་སྣང་ཞིག་སྟེར་བྱུང། ང་ཚོའི་གཟུགས་པོ་འབྱོངས་འདར་བྱུང་ནས་ཨ་ནེ་པད་མངའ་བའི་བདེ་ཐང་དུ་ཕྱིན་པ། ལྷག་པར་དུ་ང་ཚོ་ཨ་ནེ་རྒན་ཡོལ་ངལ་གསོ་ཞུས་ཚར་བའི་རྗེས་ང་ཚོའི་འཚོ་བ་ནི་འཁྲུག་ཆ་དོད་ལ་སྙིང་རུས་ཡོད་པའི་ངང་ནས་སྐྱེལ་བཞིན་ཡོད་ཟེར་བཅས་བསྔགས་བརྗོད་འདི་ག་ཚོད་མེད་ལ་འདུག། བདག་རང་རེད། གཞས་དང་ཞབས་བྲོ་ནི་ང་ཚོ་མིའི་རིགས་ཀྱི་ཆེས་མདུན་པའི་སྒྱུ་རྩལ་གྱི་སྣང་ཚུལ་ཞིག་ཡིན་པ། གཞས་དང་ཞབས་བྲོས་མིའི་རིགས་ཀྱི་སྒྲིག་ཡིག་དང་སྤྲོ་སྣང་གི་ཉམས་འགྱུར་ཡང་མཚོན་ཐུབ་དགོས་པ་རེད། དེ་བས་ཀྱང། ཨ་ནི་མི་སོ་སོའི་སྐྱེས་སྟོབས་ཀྱི་སྒྱུ་རྩལ་ཡང་སྤེལ་ཐུབ་པ་འདི་རེད། བྱས་ཙང་ད་ལྟ་ཨ་ནེ་ང་ཚོའི་རྒན་ཉི་མ་ཚང་ལ་ད་རྒན་དབང་ཆེ་ལགས་ཁོ་གཉིས་ཀྱི་ཟ་བ་རེ་རེ་ན་ལས་ཡག་ཨ་ནེ། ད་ལྟ་ལྗོངས་མང་ཚོགས་སྒྱུ་རྩལ་ཁང་ལས་ཞབས་རོལ་ཉི་མ་གཉིས་བཅས། གྲོང་ཁྱེར་མང་ཚོགས་སྒྱུ་རྩལ་ཁང་ལས་ཉེར་བཞི། ཁྱོའི་ཟ་བ་གཅིག་ན་ལས་ཡག་ཞབས་རོལ་ཉི་མ་གཉིས་དེ་ཕྱེད་ཀས་ཟོས་སླེབས་དགོས་ཡག་རེད། ད་དེ་མིན་གྱི་དུས་ཚོད་ན་ལས་གཤིན་རྗེའི་གཞིས་ནས་གཤིན་རྗེའི་ཐེན་བར་དུ། ཨ་ནེ་རྒན་ངེད་མ་ཚམ་ལ་ཁོ་རང་རང་གིས། འོ་ད་ང་ཚོ་ལྷ་མཚོ་གྲོང་ཁྱེར་ནང་གི་སླབ་གྲ་ཅི་འདྲའི་ཆུང་སོང། དེ་དེ་དེ་ཞིག་གྲོང་ཁྱེར་ནང་གི་ཨ་ནེ་ཚན་པ་མང་པོ་ཅིག་ལ་ཡ་ཨ་ནེ་ཡི་སྟོད་གཞས་ནང་མའི་གཞས་དེ་ཞབས་བྲོ་ལྷག་བསམ་རྣམ་དག་ནང་རྒྱུག་པའི་རིང་པོའི་སྐབས་ནས་སླུ་བྲིད་གནང་མི་ཡིན་ཙང། ལོ་ཤས་ཨ་ནེ་གཅིག་གིས་ལོ་གཅིག་གཉིས་གཅིག་གི་ནང་ལ་ཡ་ད་ག་འདྲར་ཨ་ནེ་སྐུ་ཉིད་ཀྱིས་ཨ་ནེ་གཅིག་གི་ག་ཚོད་རེད། སླར་བཀྲ། ཆིག་སྟོང་ལྔ་བརྒྱ་རྩ་བརྩིས་ཨ་ནེའི་གསོ་རྒྱུ་གནང་བཞག། དེའི་ནང་ནས་སླར་བཀྲ་ཁ་ཅིག་གིས་ཨ་ནེར་དུས་རིང་ནས་རེད། ལོ་གསར། དེ་དེ་དེ་བཞིན་ང་ཚོ་སྔོན་མའི་རིག་གནས་ཤུལ་བཞག་གི་ཅིག་གི་བྱེད་སྒོའི་འཁྲབ་སྟོན་གང་ཚད་དེ་འདྲའི་ནང་ལ་ཡང་ཨ་ནེ་འཁྲབ་སྟོན་ནང་ལ་ཡང་ཞུགས་ཐུབ་པ་དེ་འདྲས་བྱུང་སོང། དེ་བས་ཀྱང་འདི་རིགས་ཨ་ནི་གྱེན་ཉིན་མོ་མཚམས་ལག་གི་ཨ་ནི་སྟོད་གཞས་ནང་མའི་འོད་སྡེར་དེ་འདྲས་ཤིག་བཏོན་ན་ཐུབ་པོ་དེ་ནི་དངོས་གནས་ཞི་དྲག་རེད། དེ་ཁོང་གི་གསུང་ཡག་ལ་ག་རེ་ཟེར་ན། འོད་སྡེར་དེ་འདྲས་གཏོང་དགོས་ཡག་དེ་གཙོ་བོ་སློབ་མ་ཚོའི་འཚམས་འདྲིར་མཚོན་པ། དེ་དེ་དེ་བཞིན་གྱི་ཨ་ནི་དུས་རབས་གསར་པའི་ནང་ལ་འཚར་ལོངས་བྱུང་བའི་གཞོན་སྐྱེས་རྣམས་ཀྱི་ཨ་ནི་བསླུ་བྲིད་སྟབས་བདེ་ཡོང་ཡག། ལྷག་པར་དུ་ཨ་ནི་ང་ཚོའི་སྟོད་གཞས་ནང་མའི་གླུ་གར་འདི་དག་ལ་དགའ་ཞེན་དང། དུང་གཞི་ཆེ་བའི་མི་རྣམས་ཀྱིས་ཨ་ནི་སྤྱན་ལམ་དུ་ཕུལ་ནས་མགྱོགས་ནས་མྱུར་དུ་ཁོ་ཚོས་མཁྱེན་ཐུབ་ན་ཅི་མ་རུང་བསམ་པ་དེ་འདྲའི་ཆེད་རེད་ཅག། བྱས་ཙང་ང་ཚོ་སྔར་གྱི་དུས་སུ། སྟོད་གཞས་ནང་མ་འདི་དངོས་གནས་གྲངས་མེད་ཀྱི་དཔལ་ང་ཚོ་གནའ་བོའི་གྲོང་ཁྱེར་ལྷ་སའི་གྲོང་གསེང་དེ་ཤུགས་རྐྱེན་དང་སྐད་གྲགས་ཆེ་བའི་གླུ་གར་གྱི་རིགས་ཤིག་རེད། རོལ་དབྱངས་འདི་ཉིད་ནི་ནང་པའི་སྐར་ཚོགས་ཀྱི་དབུས་ན་ཟླ་བ་ལྟར་སྔགས་པ་རོལ་བའི་སྒྱུ་རྩལ་གྱི་ཉམས་འགྱུར་དང་མི་རིགས་ཀྱི་ཁྱད་ཆོས་གང་ལེགས་མཚོན་ཡོད། བྱས་ཙང་ད་ལྟ་ཟླ་བརྒྱད་ཉིན་མོ་མཚམས་ལགས་ཀྱི་དངོས་གནས་དྲང་གནས་ཀྱི་ད་ང་ཚོ་མེས་པོ་དམ་པ་ཚོས་བྱས་པའི་སྟོད་གཞས་ནང་མའི་སྒྱུ་རྩལ་འདི་འདྲའི་གཅིག་ཨ་འདི་ད་བས་པ་དུ་མས་འོད་སྡེར་འདི་འདྲའི་གཅིག་ལེགས་གྲུབ་གནང་པ་འདི་ནི་དངོས་གནས་སློབ་ཕྲུག་གི་ངོས་ནས་ཞུས་ན

ལུས་ཀྱི་སྐྱེ་ཉམས། ཞལ་གྱི་འཛུམ་མདངས་སོགས་ལ་ཡང་དོ་སྣང་ཆེན་པོ་གནང་བ་ཡིན་ཙང། ཏན་ཏན་འོད་སྡེར་དེ་དཔེ་མཚོན་རང་བཞིན་གྱི་གླུ་གཞི་ལྟ་བུ་ཅིག་ལ་ཡང་འགྱུར་ཐུབ་པས་ངས་སྙིང་དབུས་ནས་སྨོན་འདུན་ཞུ་རྒྱུ་ཡིན།